འདི་གི་རྐང་པ་འཐེན་ཡག་དང་འདི་གཅིག་ཉམས་ཆག་བཏང་ཡག་གི། བོད་མི་སྒྲིག་འཛུགས་གཏོར་ཡག་གི་དེ་འདྲས་ཀྱི་བསམ་བློ་བཏང་གི་ཡོད་པ་བྱས། ཡང་ཕྱོགས་ཁ་ཕྱོགས་ནས་བོད་རང་བཙན་དང་དེ་འདྲས་བྱེད་བྱེད་ཀྱི་ཡོད་པ་ཡིན་ན། འདི་རྒྱ་ནག་གཞུང་ལ་འགོ་ཡག་གི་ལས་ཀ་བྱེད་ཀྱི་ཡོད་རྟགས་ཟེར་བྱས་ངས་གསལ་བོ་བོད་ལ་གུས་ཡོད། རེད་བ། ད་ད་ལྟ་ཁོང་ཚོའི་རིགས་དེ་ཚོ་གཅིག་པ་གཅིག་རྐྱང་རེད། རྒྱ་ནག་གཞུང། སྦྱིན་བསྲེག་ཀྱི་རྩ་བ་ཉིད་ནས་མི་འདུག་ཨ།

བཀའ་ཤག་ཁྲིམས་ཁང་ནང་ཡིག་ཚང་མ། དེ་ཚོ་ཚང་མ་ལ་ཁྱེད་རང་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། བོན་པོ་ཚེ་རིང་དགའ་ལྡན་བུ་རུ་ལ་ཡང་སྤྱང་འཇུག་བྱེད་ཀྱི་འདུག་བ། སྤྱང་འཇུག་བྱེད་པ་ལ་དཔང་རྟགས་ངས་དགོངས་ནས་ཁྱེད་བསྟན་ཚར་ཡིན་པ། དེ་ཚོ་ཚང་མ་ཁྱེད་རང་ཚོའི་ནང་མི་རེད། གཞན་པ་གཅིག་བོད་པ་གི་ཆེད་དུ་འཐབ་རྩོད་བྱས་ནས་བོད་པ་གི་དར་ཆ་ཁུར་ནས་ཨ་རིའི་ནང་ལུས་ནས་དེ་འདྲ་གི་ལོ་མང་པོ་ཞིག་ལ་ངུ་དགོད་བྱས་ཡོད་རེད་བ།

སྐུ་དྲག་ཟེར་བ་ཟེར་དེ་མང་གཙོའི་ལམ་ནས་བདམས་པ་དང་མ་བདམས་པ་གི་ཁྱད་པར་ཡོད་མ་རེད། དེ་ག་བར་ཐུག་ཏུ་ཡོད་རེད་བས་ན་ལོ་ངོ་བཅུ་ལྷག་ལ་ལོ་ངོ་བཅོ་ལྔ་ལས་ཀྱང་མང་བ་གི་ངོ་ཆ་སེང་གེ་ང་གཙོ་བོ་དེ་ལ་ལབ་ཀྱི་ཡོད་རེད་མ་གཞི་ལོ་ཚང་སེང་གེ་ཡིན་པས་ན་ལོ་ཚང་སེང་གེ་ཡིན་པས་ན་ལོ་བཅུ་མ་གཞི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བྱེད་ཐུབ་ཡོད་མ་རེད་བ། དེ་འདྲ་ཡིན་པ་སོང་ཙང་ལོ་ཙོ་སེང་གེ་ཡིན་པ་ཡིན་ན། ད་ལྟ་སྐུ་དྲག་གསར་བ་ནོར་ལུག་ལ་ཆགས་ཀྱི་ཡོད་མ་རེད། སྐུ་དྲག་གསར་བོ་ནོར་ལུག་ལ་སུས་ཆགས་ཀྱི་ཡོད་རེད་ཟེར་བ་ཡིན་ན། ཟམ་གདོང་རིན་པོ་ཆེ་དང་སྤེན་པ་ཚེ་རིང་དེ་ཚོ་ཆགས་ཀྱི་ཡོད་རེད་ཁོ་རང་ཚོ་ཡིན་པ་ཡིན་ན་ལོ་ངོ་ཉི་ཤུ་སུམ་ཅུ་ལྷག་ལ་བོད་མི་ཡི་སྒྲིག་འཛུགས་ནོར་ལུག་འདི་གི་ད་ལས་ཀ་ལས་མཁན་དེ་འདྲ་ཆགས་ཀྱི་ཡོད་རེད་བ། དེ་འདྲ་ཡིན་པ་སོང་ཙང་ཁོ་རང་ཚོ་ཆགས་ཀྱི་ཡོད་རེད་ལས་ཀ་ལས་པ་གཅིག་པུ་གི། འགྲིག་གི་ཡོད་མ་རེད་ངས་དགོངས་ཏེ་ཞུས་པར་ནོར་གྱི་འདུག་ཁོ་རང་ཚོ་ཡིན་པ་ནི་བོད་མིའི་སྒྲིག་འཛུགས་ནོར་ལུག་གི་དབང་ཆ་ཉན་མཁན་ངོས་སྟེར་བ་གི་ཞུ་གཏུག་ཤོག་ཁག་ཅིག་རོགས་འདེགས་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཟ་འོ་ད་ཐག་སྐུ་དྲག་གསལ་བ་གི་ཤོག་ཟེར་དགོས་པའི་རྒྱུ་མཚན་དེ་རེད་ཚོགས་པ་གཅིག་གིས་ཁོ་རང་ཚོས་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་དབང་ཆ་སྒེར་བདག་བྱས་དང་དབང་ཆ་མུ་མཐུད་དུ་བསྲན་ཡང་ཁོ་རང་ཚོ་དང་ལྟ་བ་མི་མཐུན་པ་དེ་ཚོས་རྩ་བ་ཉིད་ནས་ཀྱང་ཡོང་ས་མེད་པ་དང་གི་འདུག་ལོ་ཙཱ་སེང་གེ་སྲིད་སྐྱོང་ལ་ཆགས་པ་དེའི་ཟམ་གདོང་རིན་པོ་ཆེ་དངོས་གཉོས་དྲག་ནས་གི Trial Fight། དཔེ་དེ་ཞེད་སྣང་བྱེད་དགོས་ཡ་ཡིག་སྣང་བྱེད་དགོས་ཡ་ཞུ་ཅིག་བཟོས་ཡོད་རེད་སྐུ་དྲག་གསར་བ་འདི་ཚོས་སྐྲག་དགོས་ཡ་དེ་འདྲ་བཟོས་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཡང་བསྐྱར་ལོ་ཙཱ་སེང་གེ་ལྟ་བུ་སྲིད་སྐྱོང་ལ་ཡོང་ས་མེད་པ་གཏོང་གི་ཡོད་རེད། ད་ཧོབ་སྟོད་སྨད་ལ་ཆོལ་ཁ་གཞན་པ་གཅིག་གི་སྲིད་སྐྱོང་སླེབས་ས་རེད་ཅེས་ལ་ཨ་ནི་སྐུ་དྲག་རིང་ལུགས་སྐུ་དྲག་རིང་ལུགས་ལ་ཡ་གཅིག་འགོ་བཙུགས་སོ། དེ་འདྲ་སོང་ཙང་དེ་ཚོས་མི་དེ་ཚོའི་རིགས་དེ་ཚོ་ཨ་ནི། ཕྱིས་ཀྱི་རྣམ་འགྱུར་སྟོན་སྟངས་དེ་མ་འདྲ་ཅིག་སྟོན་གི་ཡོད་དེ་མང་ཚོགས་ལ་སྟོན་གི་ཡོད་དེ་ད་ད་ནི་ཡོག་གཏམ་བཤད་བྱས་པའི་སྐབས་དེ་རེད་ཡིན་ན་ནང་སེམས།

རྫོང་སར་མཁྱེན་བརྩེ་རིན་པོ་ཆེ་སློབ་མ་དེ་ཚོ་ཁྱོད་རང་ཏག་ཏག་ཟུར་ཏག་ཟླ་ཡི་གནས་སྟངས་དེ་འདྲས་ཅིག་ལ་གི་ཡོད་པ་ཡིན་ན། ད་དེ་འདྲས་ཀྱི་ཡུ་རོབ་ཀྱི་ཕྱི་དུས་ན་ལ་གི་ཡོད་པ་ཡིན་ན་ཡུ་རོབ་མི་མང། བཀའ་དྲིན་ཆེ་ཐུགས་ཆེ་ཞེས་ཞུ་ཡ་མ་གཏོགས་ཁྱེད་སྐུ་ཞིག་མེད། བ། བསམ་འདུག་སྐད་ཆ་ག་རེ་ཞིག་གི་ཡོག་རེད་ཟེར་པ་ཡིན་ན། ཤུགས་ལྡན་ཚོ་པ་དང། སྐུ་མདུན་གྱི་བ་རོ་ལ་ཅི་ལྟ་བ་ད་ཀྲིག་ཤན་རྒྱབ་ནས་གུས་པ་དེ་འདྲ་ཞིག་གུས་པ་འགའ་བ་ཐོག་ན་ཡག་པོ་མི་འདུག་ཟེར་ནས་གུས་པ་ཐོག་ན་ཙུག་ཏུ་འདི་གང་ལ་སྐད་ཆ་ཞིག་གི་ཡོག་རེད་མ་གཞི། ཤུགས་ལྡན་ཚོ་པ་ལ་རྒྱབ་སྐྱོར་བྱས་ནས་གུས་སྐུ་མདུན་ལ།

རྩ་བ་གཉིས་ནི་མེད། ང་དངོས་གནས་རང་གིས་ཁྱེད་རང་ཚོའི་མཉམ་དུ་གདུང་སེམས་རྣམ་དགྱེས་ཡོད། ཡོད་དགོས་ཀྱི་རྒྱུ་མཚན་ང་ལ་ཡང་ཡོད་རེད་ཨ་མདའ་ང་སྐད་ཆ་རྫོགས་ཚར་མེད། ང་ལ་ཡང་བཤད་དཔེ་མང་པོ་ཡོད་ང་རང་ཡང་མི་ཚེ་འདི་ནང་ལ་ར། དེ་ཡིན་འདི་གང་ལ་ཨ་ནི། དེ་ཡིན་འདི་གང་ལ། ད་ངས་ག་ལབ་ཡོད་ལབ་ན་ཨ་མདའ། ལས་དང་ལོ་ཚོད་ཟིན་གི་གི་ལོ་དགུ་མི་འདུག་ལོ་དགུར་སར། ད་ལྟ་ང་ཚོ་གཅིག་ཕྱི་བྲག་དང་ནང་བྲག་ཟག་བཅས་ཞི་བ་བཅས་ཡིན་མདོག་མདོག་གཅིག་སོ་སོ་གཅིག་འབའ་སྟོང་ཚ་ས།

ཡིན་གྱི་ག་ལ། ང་ཚོས་ཀྱི་ཁོང་ཚང་ལ་སྐད་ཆ་བཤད་དུས་གང་ལ། ཨ། བཤད་དགོས་ས་ལ་ཡིན་ན་བཤད་ཀྱི་རེད་བཤད་མོ་དགོས་ས་ཅིག་ཡོད་ན་དཔེར་ན་ཆ་ཤས་ན་མན་ནེ་ཇོ་གཞན་པ་འདྲ་བོ་ཅིག་ཡིན་ན་ང་ཚོ་ཁོང་ཚོ་ལ་བོད་སྐད་རྒྱབ་ཆོག་གོ་འོང་བ་རེད་ཧ་གོ་སོང་ཨ། ག་རེ་བྱེད་ནི་ལགས་ན་དེས་ཀྱི་ཁོ་རང་ཚོ་ལ་གོ་བ་ག་རེ་སྤྲད་གི་ལགས་ན། ཁོང་ཚོ་གྱི་རྒྱབ་ལོག་ལ་ང་ཚོས་ཀྱི་ཁམས་འདྲིས་འགྲོ་ན་ང་ཚོ་མན་ནེ་ཇོར་བྱས་ཁོ་རང་ཚོ་དེ་ཕ་སྐད་ལ་ཧའོ་སི་ཀི་པི་ཡིན་གྱི།